གདན་ས་ཁག་ལ་ཆབ་སྲིད་དང་ཨ་ནེ་ཅིག་ཤོག་གཞན་གྱི་དྲི་མ་འདྲོག་གཅིག་ཀྱང་མ་གུས་པར་ལྷག་བསམ་རྣམ་དག་གིས་གནའ་དེང་མཁན་གྱི་བགྲེས་སོང་མང་པོ་ཅིག་གི་ཐུགས་འཚབ་དང་ཁོང་རྣམ་པ་ཚོ་ཐུགས་རེ་དང་གར་འདུག་ལབ་ན། ད་རྒྱ་བ་རིན་པོ་ཆེའི་སྐུ་འཁོར་རུ་མི་བྱིའུ་བརྒྱ་བཀུག་འདུག། རྒྱ་བ་རིན་པོ་ཆེའི་སྐུ་འཁོར་ལ་ཡང་དགེ་བཤེས་ལྷ་རམས་པ་ལྷ་རམས་རྩེ་ཐོག་དོན་གཉིས་དེ་ཚོ་བཞག་དགོས་ཀྱི་འདུག་ཟེར་ནས་དགོངས་ཚུལ་ཤུགས་ཆེན་པོ་གསུངས་ཀྱི་འདུག་དེ་རིང་ངས་འདིའི་བསམ་ཁོང་རྣམ་པ་ཚོའི་དགོངས་ཚུལ་དང་ང་རང་གི་བསམ་ཚུལ་དེ་རིང་འདི་ལ་ཞུས་ཡོང་པའི་སྐབས་སུ། ཐུགས་ལ་ཕོག་ས་ངས་མང་པོ་ཡོད་པ་ཤེས་ཀྱི་འདུག་ཡིན་ནའི་དེ་ག་བ་ལ་ཐུགས་ལ་ཕོག་པ་ཡིན་ན་ཡང་ངས་ད་གིན་གོང་དུ་ཞུས་པ་ན་བཞིན་བླ་ན་མེད་པའི་དབུ་ཁྲིད་ཅུ་ནོར་ཀོང་སི་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཞབས་དེ་ང་ཚོ་ལ་དེ་ལས་གལ་ཆེ་བ་ཅིག་མེད་པ་ཡིན་ཙང་ངས་སུ་ལ་ཕོག་ན་ཕོག་ཟེར་ནས་ཡིན་ཡང་གལ་ཆེ་ཡ་དེ་ད་ལྟའི་གི་ཐབས་ཇུས་ངན་པ་དེ་སྐྱབས་མགོན་རིན་པོ་ཆེ་ལ་སྐྱོན་ཆ་བཟོ་ཡ་གི་དམིགས་ཡུལ་འགྲིམ་པ་དང་དེ་མ་བྱུང་དུ་ཨ་དེའི་ཉེ་འཁོར་གི་ང་རང་ཚོ་གི་ད་ལས་སྣེ་དེ་ཚོ་གི་མིང་མ་བརྫད་ཡ་དེ་འདྲའི་གི་དམིགས་ཡུལ་ངན་པ་རྐྱང་ཡོད་དུ་ང་རང་ཚོ་སྒྲིག་འཛུགས་རེད་སྒེར་རེད་ཚོགས་པ་རེད་ཚང་མའི་གི་སྤྱང་གྲུང་གི་ཐོག་ནས་དེ་ཐོག་ལ་ཨ་ནི་གདོང་ལེན་བྱ་དགོས་བ་གལ་ཆེ་ཤོས་དེ་ང་རང་ཚོ་གི་དེ་གནས་ཚུལ་འདི་གི་བྱུང་མ་ཐག་ཏུ་དེ་ལ་བར་དོ་ལན་བཅའ་ཡ་འདི་ཤུགས་ཆེ་ཅེས་ང་ཚོས་འབད་བརྩོན་བྱས། ང་ཚོ་རང་ཉིད་ཆེས་བ་དའི་གནས་སྟངས་ཀྱི་ཐོག་ནས་བ་དའི་སྲིད་སྐྱོང་མཆོག་ཨ་རི་ལི་ཡ་ཕེ་ཆེ་སྐུ་ལས་ཤི་རག་སྐྱོན་ཞག་དེའི་ཐོག་ལི་ཡ་ང་ཚོ་འབྲེལ་བ་ཡོད་ངེས་འདི་འདི་གི་གསུང་གི་འདུག་ཞག་མ་ཞུ་གུ་སོང་ཕེ་ཆེ་ཕེ་ཆེ་ད་རིང་ཁྱེད་རང་ཚོ་ལི་ཡ་དེ་གཏམ་བཟང་ཅིག་ཡོང་ཚོ་ཡོང་མདོག་ཧ་བོ་རེད་ཞེས་གསུང་ངེས་འདི་བྱུང། ཨ་ནི་དེ་སྙམ་མདོག་ལི་ཡ་ད་ཁྱེད་རང་ཚོ president དེ་བ་ལ་ལས་དེ་བཟང་བ་ལི་ཡ་ཨ་ནི་གཅིག security འདི་གས་མི་འདུག་བ་སྐུ་སྲུང་འདི་གས་མི་འདུག་བ།

དེའི་ཆ་བགོ་ཡག་གི་རྒྱུ་མཚན་དེ་ཡང་ད་གཟ་དུས་ཚོད་ཐུང་ཐུང་ཅིག་མ་རེད་ལོ་རྒྱུས་རང་འབུག་གི་ཐོག་ནས་གཅིག་བོད་དང། སྐྱབས་མགོན་རིན་པོ་ཆེ་གི་འབྲེལ་བ་རེད། ལྷག་པོར་དུ་ང་ཚོ་ད་བོད་ཕྱག་འཇིག་དཀའ་ངལ་ཆེན་པོའི་སྐབས་སུ། དེ་ནི་ང་ཚོ་ད་འཛམ་གླིང་གི་གནས་སྟངས་འདི་འདྲའི་ཅིག་གི་འོག་ནས། ཨ་ནེ་སྐྱབས་མགོན་རིན་པོ་ཆེ་གིས་ཐུགས་རྗེའི་སྐུ་དྲིན་ལ་བརྟེན་ནས་ང་ཚོ་ད་ལྟ་བོད་ཀྱི་གནས་སྟངས་འདི་འདྲའི་ཅིག་ཆགས་བསྡད་ཡོད་པ་འདི་རེད། དཔེ་ཆ་བཞག་ན་རྒྱལ་སྤྱིའི་གནས་སྟངས་ཀྱི་ཐོག་ལ་ཡིན་ན་ཁ་ཚང་བཀའ་ཤག་གིས་བཀའ་སློབ་མང་པོ་གནང་སོང་ལ། ཨ་ནེ་ང་ཚོ་འཛམ་བུ་གླིང་གི་སྟོབས་ཆེན་རྒྱལ་ཁབ་ཡིན་ན་རེད་མི་མང་ཡིན་ན་རེད་ཚང་མ་ཡིས་ང་ཚོ་བོད་འདི་ངོ་ཤེས་ཡ་འདི། སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེའི་བཀའ་དྲིན་ལ་དེ་ནི་ཅུང་འདེགས་ཡོད་རེད། བོད་ཡུལ་སའི་ལའུ་འདི་སྒང་ལ་མི་དེ་ཚོ་གི་བསམ་བློའི་ནང་ལོག་ཡ་སྐྱབས་མགོན་རིན་པོ་ཆེ་གི་ཞལ་རས་ཤར་འདེགས་བར་དང། དཔེ་ཆ་ཤར་བ་ཡིན་ན། ང་དང་འབྲེལ་བ་ཡོད་པའི་མི་ཅིག་ད་ད་ལོ་ལས་དོན་ཅིག་གི་རྐྱེན་པས་འཛམ་གླིང་གི་གྲོང་ཁྱེར་ཕལ་ཆེར་བདུན་ཅུ་བརྒྱད་ཅུ་ཅིག་གི་ནང་ལ་ཁོ་རང་ལས་དོན་ཅིག་འགྲོ་ཡོད་རེད། ཁོ་རང་ཚུད་ཡོང་འཚོ་བ་ཆེན་པོ་གཟུགས་གཟུང་གི་འདུག། བུ་ལ་དུས་གང་ལ་ཤེས་ཉིད་དུ་ཉོན་མྱོང་རེ་འདུག་ད། རྒྱལ་བ་རིན་པོ་ཆེས་ལ་དུས་གང་ལ་མི་ཤེས་ཉིད་ཅེས་མི་འདུག། དེ་བྱས་དུས་གང་ལ་ད་རྒྱལ་བ་རིན་པོ་ཆེས་དགུང་ལོ་འདི་འདྲའི་རྗེས་ཕེབས་ཡོང་དགོས་དུས། ཞེ་དྲག་གིས་ད་ཁོང་གི་ཐུགས་འཚབ་གནང་གི་འདུག། བྱས་ཙང་རྒྱལ་སྤྱིའི་གནས་སྟངས་ཀྱི་ཐོག་ནས་ཡིན་པ་ཡིན་ན་ཡང་གལ་ཆེན་པོ་རེད་ལ། དེ་ལས་ཀྱང་གལ་ཆེ་བ་དེ།

དཔེ་ཆ་བཞག་ན་ང་དང་དགོན་སྡེ་ཁག་དང་འབྲེལ་བ་མང་པོ་ཡོད་རེད་དགོན་སྡེ་གདན་ས་གྲྭ་ཚང་གི་ནང་ལོགས་ལ་གནད་དོན་བགྲེས་སོང་མང་པོ་གཅིག་སྐུ་འཚོ་ཞིང་བཞུགས་ནས་ཡོད་པ་དེ། འཇིག་རྟེན་འདིའི་ཐོག་ལ་སྐྱབས་མགོན་རིན་པོ་ཆེ་བཞུགས་ནས་ཡོད་པ་ལ་བརྟེན་ནས་ཡིན་པ་འདྲ་བོ་དེ་མང་པོ་གཅིག་བཞུགས་དེ་ཡོད་རེད། དེ་ངེད་མི་རིགས་རླབས་ཆེན་གྱི་སྐྱེ་བོ་མང་པོ་གྱི་རྣམ་ཐོས་ན་ལ་མཇལ་ཡས་ན་མཇལ་ཡོད་རེད། བྱས་ཙང་ད་དེ་འདྲའི་གནས་སྟངས་འདྲ་བོ་ཆགས་ཡོང་དུས་བླ་ན་མེད་པའི་དབུ་ཁྲིད་ཆོས་ནོར་ཀུང་སི་སྐྱབས་མགོན་ཆེན་པོ་མཆོག་དེ་ང་ཚོས་གིས་ད་གནད་འགག་ཆེ་ཤོས་ཆགས་བསྡད་ཡོད་རེད། གནད་འགག་ཆེ་ཤོས་ཆགས་བསྡད་ཡོད་རེད་དེ་ཡིན་ན་ཡང་ཁོང་ད་ལྟ་དགུང་ལོ་དྲུག་ཕེབས་བསྡད་ཡོད་རེད། ལྷག་པར་དུ་ད་ད་ལྟ་ལོ་གཅིག་གཉིས་ཅིག་གི་ནང་ལོགས་ལ་ཡང་ཁོང་གི་དགུང་ལོ་བགྲེས་ཚོར་དེ་ཤུགས་ཆེན་པོ་ཅིག་ཏུ་བཞད་ཡོང་གི་འདུག་ཨ། འདི་ཡང་ང་རང་རྣམ་རྟོག་ཅིག་མིན་པ་ཡིན་ན་ང་ཚོ་ཅིག་དམ་ཚིག་དང་བསོད་ནམས་ཅིག་གི་དབང་གིས་མེད་འགྲོ་བསམ་པའི་གིས་དེ་འདྲའི་བློ་འཚུབ་ཡོང་གི་འདུག་བྱས་ཙང་དེ་འདྲ་ཡིན་ཙང་ཨ་ནི་དེ་ལྟ་བུའི་གེགས་ཆེན་པོ་ད་ཁོང་དགུང་ལོ་དྲེའུ་ཕལ་ཡོང་གི་ཡོད་དུས་ད་ང་ཚོའི་ངོས་ནས་ག་རེ་བྱས་འདུག་ང་ཚོའི་ངོས་ནས་ག་རེ་བྱེད་དགོས་ས་རེད། བདེ་སྲུང་གཅིག་པུ་མ་ཡིན་པར་ཡོངས་སུ་རྫོགས་པར་ལོག་གི་དེ་ལ་ཡང་ངེས་པར་དུ་བསམ་བློ་གཏང་དགོས་ཀྱི་འདུག་ལ་ལྷག་པར་དུ་ད་རྒྱ་བ་ཁོ་གོང་མ་འདྲ་བོ་ཆགས་ཤར་བ་ཡིན་ན་དགུང་ལོ་དྲེས་པའི་སྐབས་སུ་ཐ་མ་དེ་ལ་གནས་སྟངས་ག་འདྲས་ཆགས་སོང་དེ་འདྲས་ཀྱི་ད་འདྲ་མི་ཡོང་བའི་འགན་དེ་སུས་ཁེལ་ཐུག་རེད། དེ་ཚོ་ལ་ཡང་ན་ངེས་པར་དུ་དགོངས་པ་རྒྱ་ཆེ་ས་ནས་བཞེས་དགོས་དེ་གལ་ཆེན་པོ་རེད་ཟེར་ནས་ཤོད་ཡག་ད་ཐ་ཐ་ན། ང་ལ་བསམ་ཚུལ་ཆེན་པོ་གཅིག་ག་རེ་ཡོད་ཟེར་ན་ད་ང་ཚོ་གནས་ཡུལ་རྒྱལ་ཁབ་འགྲོ་ཆགས་བྱས་ན་བཀའ་དྲིན་ཆེན་པོ་ཞུ་གི་རེད། ཞུ་ཐུབ་ཡ་མེད་ཞུ་རག་ཡ་མེད། ཡིན་པ་ཡིན་ན་ཡང་སྐྱབས་མགོན་རིན་པོ་ཆེ་བཞུགས་ས་གི་ཉེ་འཁོར་གི་ལམ་ཀ་དེ་ལ་ལྟ་ད། པོ་ད་ལ་རོལ། ལོ་ཁ་ཤས་སྔོན་ལ་དེ་ག་འདྲས་བྱས་ཡོད་ད་ད་ལྟ་ལོ་གཅིག་གཉིས་གཅིག་ནང་ལ་དེའི་གནས་སྟངས་དེ་ག་རེ་ཆགས་སོང། གལ་སྲིད་རེ་དང། ད་ལྟ་སྐྱབས་མགོན་རིན་པོ་ཆེ་བཞུགས་སའི་དེ་ལ་རྒྱ་གར་གྱི་མངའ་སྡེ་གྱི་བློན་ཆེན་ཅིག་བཞུགས་ཡོད་པ་ཡིན་ན། ས་གནས་འདིའི་གཡས་གཡོན་གྱི་ལམ་ཁ་དུ་གནས་སྟངས་འདི་འདྲའི་བཞག་གི་རེད་བས། འདི་རྒྱ་གར་དབུས་གཞུང་གིས་མ་མཁྱེན་པ་རེད་བས་ང་ཚོས་འབྲེལ་ཡོད་ཀྱི་ཤོད་མ་ཐུབ་པ་རེད། ལོ་གཅིག་མ་རེད་གཉིས་མ་རེད་ལོ་གསུམ་བཞི་ལོའི་ཡར་ལྟ་ལམ་ཁ་དུ་འདི་འདྲའི་སྐྱོ་བོ་ཆགས་བསྡད་པ་རེད། གཞི་རྩའི་ཤུ་ར་ཡ་མེད་དེ་དེ་ཡིན་པས་ན་གནས་ཡུལ་རྒྱལ་ཁབ་ཀྱི་ངོས་ནས་ནི་དགོངས་པ་ཟབ་བཞེས་གནང་དགོས་ཀྱི་འདུག་ལ་ང་རང་ཚོ་ངོས་ནས་ནི་དེའི་ཐོག་ལ་ཡིན་གཅིག་མིན་གཅིག་དགོངས་པ་རྒྱ་ཆེན་པོ་བཞེས་དགོས་ཀྱི་འདུག་ལྷག་པོར་དུ་ང་བློ་འཚབ་ཡོང་ཡག་གི་གནད་འགག་ཅིག་དེ་ངས་གོང་དུ་ཞུས་པ་ནང་བཞིན་ང་ཚོ་ལ་ཉམས་མྱོང་ཡོད་པ་ཡིན་ཙང། རྒྱ་བ་སྐུ་གོང་མའི་དགུང་ལོ་བགྲེས་ཚོར་བཞེས་པའི་རྗེས་ལ་བར་ཆད་ཆེན་པོ་ཅིག་བྱུང་ཡོད། དེ་ང་ཚོའི་ཉམས་མྱོང་ལ་གླེང་ནས། ངའི་ད་ལྟའི་ཆ་ལ་ཡང་ང་གཅིག་པུ་མ་རྟ། གདན་ས་ཁག་ལ་ཆབ་སྲིད་དང་ཨ་ནེ་ཅིག་ཕྱོགས་ཞེན་གྱི། དྲི་མ་འགྲོ་གཅིག་ཀྱང་མ་གུས་པར་ལྷག་བསམ་རྣམ་དག་གིས་གནའ་དེང་མཁན་གྱི་བགྲེས་སོང་མང་པོ་ཅིག་གི་ཐུགས་འཚབ་དང་ཁོང་རྣམ་པ་ཚོའི་ཐུགས་རེ་དེ་ག་རེ་འདུག་ལགས་ན། ད་རྒྱ་གར་རིན་པོ་ཆེའི་སྐུ་མཁོན་རུ་མི་བརྗེ་བོ་རྒྱག་དགོས་ཀྱི་འདུག་ཟེར། རྒྱ་གར་རིན་པོ་ཆེའི་སྐུ་མཁོན་ལ་ཡང་དགེ་བཤེས་ལྷ་རམས་པ། ལྷ་རམས་རྩེ་བཏོག་དོན་གཉིས་དེ་ཚོ་བཞག་དགོས་ཀྱི་འདུག་ཟེར་ནས་དགོངས་ཚུལ་དེ་ཤུགས་ཆེན་པོ་གསུང་གི་འདུག་དེ་རིང་ངས་འདིའི་བསམ་ཁོང་རྣམ་པ་ཚོའི་དགོངས་ཚུལ་དང་ང་རང་གི་བསམ་ཚུལ་དེ་རིགས་འདི་ལ་ཞུས་ཡོང་པའི་སྐབས་སུ། ཐུགས་ལ་ཕོག་ས་ངས་མང་པོ་ཡོད་ཤེས་ཀྱི་འདུག་ཡིན་ནའི་དེ་ག་བ་ལ་ཐུགས་ལ་ཕོག་པ་ཡིན་ན་ཡང་ངས་ད་གིན་གོང་དུ་ཞུས་པ་ན་བཞིན་བླ་ན་མེད་པའི་དབུ་སྐྲའི་གཅུང་ནོར་ཀུང་སི་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཞབས་དེ་ང་ཚོ་ལ་དེ་ལས་གལ་ཆེ་བ་ཅིག་མེད་པ་ཡིན་ཙང་ངས་སུ་ལ་ཕོག་ན་ཕོག་ཟེར་ནས་ངས་དེ་ཞུ་བསྡད་ཀྱི་ཡོད། དེ་ཡིན་ཙང་ཁོང་གི་སྐུ་འཁོར་གྱིས། ད་རྗེ་ཡབ་ཁྱོད་ནི་སྨད་རྒྱུད་མི་མང་པོ་ཅིག་འདུག་ཨ། དེ་ཚོའི་གྲངས་ངེས་པར་དུ་བརྗེད་བྱས་ནས། ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་སྐུ་ཁམས་དང་འཚམས་པའི། དངོས་གནས་དྲན་ནས་བྱམས་སྙིང་རྗེ་སྟོང་ཉིད་ཀྱི་ལྟ་བ་དེ་ཚོ་ལ་ཉམས་ལེན་དང་མཁྱེན་རྟོགས་ཤུགས་ཆེན་པོ་ཡོད་ཉིད་ཀྱིས་གདན་ས་གི་དགེ་བཤེས། རྩེ་གྲས་དེ་ཚོའི་དྲུང་དུ་ཁོང་གི་སྐུ་འཁོར་ལ་ཞག་དགོས་ཡ་དེའི་སྒང་ལ་ངེས་པར་དུ་བདེ་སྲུང་ལ་དེའི་ནུས་པ་འདྲ་ཅིག་ཡོད་ན་དེའི་སྒང་ལ་ཡང་དགོངས་པ་བཞེས་དགོས་ཀྱི་འདུག་ལ་གལ་སྲིད་དེའི་ནུས་པ་མེད་པ་ཡིན་ན་ཡང་བསམ་ཚུལ་དེ་འདྲ་ཅིག་འདུག་ཟེར་ནས་ལན་དུ་ངེས་པར་དུ།

གི་སྐུ་ཕྱྭ་དང་འབྲེལ་བའི་ཐོག་ནས་རེད། ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེས་ང་རང་ཚོ་སྟབས་བདེ་བོད་སྤྱི་གི་དོན་དག་ལ་ཡིན་པ་ཡིན་ནས་ད་ཅི་སྒེར་གྱི་ཉམས་མྱོང་གཅིག་གི་ཐོག་ནས་ངོ་ཤེས་པ་ཅིག་ལོངས་པ་རྒྱལ་ས་བདུན་ཅུ་བརྒྱད་ཅུ་གཅིག་མཛད་ནས་བསྟན་འོག་ན་བོད་ཟེར་མཁན་དེ་རྨ་ཤིང་པ་ཡིན་ན་རྒྱ་གར་རིན་པོ་ཆེ་མཚན་དེ་ཡོད་དེ་བ་ད་འདི་དང་འབྲེལ་བའི་ཐོག་ནས་ཨ་ནི་གོང་ཚོས་ཤུགས་ཆེན་པོ་གསུང་གནང་རྒྱུ་དེ་ལ་རྗེས་སུ་ཡི་རང་ཞུ་ཡ་ཅིག་དང་ང་རང་ཚོ་ཡིན་ནའི་རེད་ཚང་མས་ཀྱི་ཐོང་ཐང

དེ་ནས་ལམ་ཁ་དེ་རྡ་རམ་ས་ལ་ལམ་ཁ་དང་འབྲེལ་བའི་ཐོག་ནས་བཀག་གནང་སོང། གཙོ་བོ་ཆེན་པོ་ཐོག་ནས་བཀག་གནང་སོང། ཨན་ཁ་སང་གྲོས་ཚོགས་ནང་ལ་བདེ་སྲུང་ལས་ཁུངས་ཀྱི་དངུལ་རྩིས་དང་འབྲེལ་བའི་ཐོག་ནས་བགྲོ་གླེང་ཕེབས་པའི་སྐབས་ལ། ཨ་ནི་ཀུ་རེ་བཅུ་དུས་ནང་ནས་ཨ་ནི། ཀ་མེད་ན་ངས་ཐོག་མར་དེ་གི་ཐོག་ནས་ཀ་ཡིན་དེའི་ཐོག་ལ་ཚོར་བ་ཆེན་པོ་ཐོག་ནས་ཀ་གནང་སོང། ཨ་དེ་ཚོ་གནས་སྟངས་དེ་གང་ཡིན་པ་དེ་ང་རང་ཚང་མས་གཟིགས་དེ་གི་ཡོད་ད་ལ། དེ་མ་རེད་དོ་འདུག་བྱས་ནས་ངས་ཞུ་ས་ཅིག་ལ་སླེབས་གི་མི་འདུག། ཡིན་ན་ཡང། དེའི་སྐབས་ལ་ཞུ་རྒྱུ་བྱུང་ན་ད་ལྟ་འབྲེལ་ཡོད་ད་ས་གནས་མགོ་འཛིན་རེད་ནང་སྲིད་ལས་ཁུངས་རེད་དེ་ཚོའི་ཐོག་ནས་གཞུང་ལ་ཞུ་མ་ཐུབ་པ་དང་མ་ཞུས་པ་དང་དེ་འདྲའི་གི་གནས་སྟངས་ཅིག་ཙང་རང་ཆགས་མི་འདུག་དེ་ནང་བཞིན་བདེ་སྲུང་ལས་ཁུངས་འདྲ་བོ་ཞིག་ནས་སྐྱབས་མགོན་རིན་པོ་ཆེ་ཨ་ནི། བཞུགས་ཡ། བཞུགས། ད་ཡུལ་ས་དེ་རྡ་རམ་ས་ལ་ཡིན་ནའང་ལ་རང་བཞིན་གྱིས་སྐྱབས་མགོན་རིན་པོ་ཆེ་གི་སྐུ་ཕྱྭ་དང་ཡང་འབྲེལ་བ་ཡོད་པ་རྒྱུ་མཚན་ལ་བརྟེན་ནས་ཨ་ནི་རྒྱ་གར་གྱི་འབྲེལ་ཡོད་རེད། སྡེ་སྲིད་ལས་ཁུངས་ལ་ཡིན་ནའི་ཐེངས་མ་གཉིས་གསུམ་སྡིག་ངན་ལས་བཅར་བས་ཡིན། བཅར་བྱས་ནས་ད་ད་ལྟ་དེ་འདྲས་ཅིག་ལྷག་འདུག་དེ་ཚང་མས་གི་ཅིག་གནང་གནང་བསྡད་ཀྱི་འདུག་ཁ་སེང་ཞུས་པ་ཡིན་གྲོས་ཚོགས་ནང་ལ་བཀའ་གནང་ཡ་དེ། དངོས་འབྲེལ་གྱི་གནས་སྟངས་ཅིག་དང་འབྲེལ་བའི་ཐོག་ནས་གསུང་གི་ཡོད་སྟངས་ལ་འདི་ཚོ་ཐོག་ལ་དེ་ཚང་མེད་ཀྱི་ཐོག་ནས་ད་ལྟ་ཡི་གནང་གི་ཡོད་རེད་ད་ཡི་གནས་ད་ད་མདོ་གྲོས་ཚོགས་ནང་ལ་ཡ་དེ་འདྲའི་གི་ཐོག་ནས་དགོངས་ཚུལ་དང་གཟིགས་ཚབ་དེ་འདྲ་བྱུང་སོང་ལ་ཡ་དེ་ཚོ་ང་ཚོ་མཇུག་འགྲན་བྱེད་ཀྱི་ཡིན། དེ་ཞུས་པ་དང་མཉམ་མདོ་ལ། གལ་ཏེ། ཧཱུྃ། དུ་ཁ་ན་ད་ཞུ་མ་རུང་ན་རྫ་དྲག་གི་གནས་སྟངས་ཞིག་བྱུང་བ་ཡིན་ན་ཁྱེད་ནི་ལམ་ཁ་འདི་ཡི་ཐོག་ལ་ཐུག་འཕྲད་གནང་དགོས་ཡ་མི་འདུག་གཞན་དག་གི་ཐོག་ནས་འགའ་ཡི་འགྲོ་སྟངས་བྱེད་སྟངས་ང་ཚོ་དེ་སྐབས་དེ་ལ་གནང་ཕྱོགས་ག་འདྲས་སྒུག་གི་ཡོད་མེད་དེ་འདྲས་ཡ། སྡེ་ཚན་སོ་སོས་སོ་སོའི་ཐོག་ནས་འགའ་ཡི་གྲ་སྒྲིག་ཡོད་ཤག་པ་ཅིག་ཆགས་དེ་ཡི་ཡོད་ད་ལྟའི་གི་གནས་སྟངས་འདི་གི་བར་ལ་གལ་ཏད་ཅིག་བྱུང་བ་ཡིན་ན་བྱེད་སྟངས་ག་འདྲས་ཅིག་ཡོང་གི་རེད་ཟེར་ནས་དེ་ཚོའི་ཐོག་ལ་ཡ་བསམ་ཞིབ་དང་ཐུགས་སྣང་འདི་རྒྱ་གར་གཞུང་གི་ཐོག་ནས།

ཟླ་གཅིག་གི་རེ་འགའི་ཕྱག་ལས་གནང་མཁན་གྱི་སྐུ་འཁོར་དང་འབྲེལ་བའི་ཐོག་ནས་ཅིག་དགོངས་ཚུལ་གསུངས་སོང། ཨཱ་ནི་དེ་མ་གལ་དེང་སང་ནས་དགོངས་ཚུལ་དེ་འདྲའི་ཡོད་པ་དེ་འདྲ་ཆགས་ཀྱི་ཡོད་ན་ཨཱ་ནི་ཡང་ཡང་ཕུལ་ཐང་གི་བྱུང་རིམ་ཅིག་དེ་འདྲ་ཡོད་རྒྱུ་རེད་བསམ་དྲན་གྱི་འདུག་ངོ་གདོང་དེའི་སྒང་ལ་བདེ་སྲུང་ལས་ཁུངས་རང་ལ་དམིགས་བསལ་གྱི་ཁྲིམས་མཐུན་གྱི་ནུས་པ་ཁེལ་ཡོད་མ་རེད། ཡིན་ན་ཡང་གསུང་སྐྱོང་དེ་གའི་དེ་གསན་གྱི་ཡོད་རྒྱུ་རེད་ལ་དོན་གཙོ་ཡང

ཆ་འདི་གཅིག་དུས་ཁ་ཤས་ཤིག་གསུངས་ཚར་སོང་ག་ལྟར། རྒྱ་གར་དབུས་གཞུང་རེད་ས་གནས་གཞུང་ད་ག་ནང་བཞིན་ག་འདི་ཕོ་བྲང་ལས་བྱེད་ཨ་འདེབས་སོང་ལས་ཁུངས་ཀྱི་ངོས་ནས་ཧ་ལས་པ་ཡག་པོ་གནང་གི་འདུག་སོང་ཙང་ད་རིང་གོས་སྐབས་འདི་བརྒྱུད་ནས་ཐོག་མ་ལྷན་རྒྱ་ཚང་མ་ནོར་ཡ། ཐུགས་རྗེ་ཆེ་ཟེར་རེ་ཞུ་བས་ཡིན། ད་དེ་ནས་ང་ཚོས་དོ་སྣང་བྱེད་དགོས་གཅིག་དེ་ང་རང་ཚོ་རྒྱལ་པོ་རིན་པོ་ཆེ་གི་མཚན་སྙན་གྲགས་ཅན་དེ་ལ་ཡ་ཡིན་པས་ནས་བར་ཆད་མ་ཡོང་ཡ་ཆེད་དུ་ལ་ཡ་དོ་སྣང་ཤུགས་ཆེ་བྱེད་དགོས་འདུག་གང་ཡིན་ཟེར་ན་ད་ལྟའི་དུས་ཚོད་ལ་ཡང་ང་ཚོས་སྡུག་ཟ་བའི་སྐབས་སུ་རྒྱ་བོར་མི་ཆེ་གི་ཚེ་ངན་སྒྲ་ཅན་ལ་ཡང་ཨང་ཅིག་གནོད་མཁན་ཟེར་ནི་རེད་བར་ཆད་ཟེར་ནི་རེད་མེད་པ་ཟེར་ནི་རེད་འདི་འདྲའི་གི་ཐོག་ནས་གནོད་འཚེ་འདྲའི་མང་པོ་ཅིག་ཡོང་བསྡད་ཀྱི་འདུག་ལ། དོ་སྣང་བྱེད་པའི་སྐབས་སུ་ལ་འཆར་གཞི་དང་ལྡན་པའི་ཐོག་ནས་ཐབས་ཇུས་དང་ལྡན་པའི་ཐོག་ནས་གནང་གི་ཡོད་པ་གི་གནས་སྟངས་འདི་རིགས་ཡོང་གི་འདུག་སོན་ཙང་དེ་རིགས་ཐོག་ལ་ཡང་དོ་སྣང་བྱེད་ཆེད་ལྷག་པར་དུ་ད་ལོ་ཨ་རིའི་ནང་ལ་ཡང་ད་གནོད་འཚེ་ཅིག་བྱུང་བ་རེད། ཨ་རིའི་གི་ཁྲིམས་ཁང་གི་ད་བཀའ་རྒྱ་ཟེར་ན་རེད་ཐག་གཅོད་དེ་འདྲས་ཅིག་གི་ཐོག་ནས་ཨ་རིའི་གཞུང་གི་གནད་དོན་ཅིག་གི་ཐོག་ལ་ཡང་ད་གནོད་འཚེ་ཆ་ཚང་ཅིག་ཡོང་གྲ་བཟོས་དགོས་ཡོད་ཟེར་ཆེད་དེ་འདྲས་ཅིག་གི་གནས་སྟངས་ཀྱི་ཐོག་ནས་ད་ལོ་ཕྱི་ཟླ་དང་པོའི་གི་ཚེས་སུམ་ཅུ་སོ་གཅིག་ལ་ཡང་གནོད་འཚེ་དེ་ཚོ་ཆ་ཚང་དྲ་རྒྱའི་ཐོག་ནས་ཡོང་གྲ་བཟོས་པ་རེད། འདི་དང་འབྲེལ་བའི་ཐོག་ནས་ང་རང་ཚོ་གནས་ཚུལ་ཅིག་བྱུང་གི་རེད་ལ། དེའི་རྗེས་ལ་ཡང་ད་ལྟའི་བར་རང་གི་ངོས་ནས་གསལ་བཤད་ཅིག་གནང་སོང་བསྒྲགས་གཏམ་ཅིག་སྤེལ་སོང། ད་ག་ནང་བཞིན་ང་རང་ཚོ་སྒྲིག་འཛུགས་ངོས་ནས་ཡིན་པའི་ནས། Computer Design གི་ངོས་ནས་ཡིན་པའི་ནས་དེའི་ཐོག་ལ་ཡང་ག་རེ་ཟེར་བ་དཔྱད་ཞིབ་རོ་བ་དེ་འདྲས་ཅིག་གནང་བྱས་དེ་ཚོ་ཡག་པོ་ཞིག་དྲ་བྱུང་སོགས་བྱས་རྗེས་དྲན་བསྡད་ཀྱི་ཡོད། ད་ཡིན་པའི་ནས། མཚམས་མཚམས་ཡང་དེ་ཤེས་དྲང་ངེས་སོགས་ཅིག་གི་ཆགས་ཀྱི་ཡོད་པ་སོགས་ཅིག་མཐོང་སོང་ཞེས་ཞུ་ཡ་ཡིན། གང་ཡིན་ཟེར་ན་གནས་ཚུལ་ཡག་ཤོས་མཁན་ངེས་འདི་ཁོང་རྣམ་པ་ཚོ་ཆགས་བསྡད་ཀྱི་ཡོད་རོ་བ། ངོ་འདི་འདྲའི་ཐོག་ལ་ཡང་གནོད་འཚེ་བྱུང་བའི་སྐབས་སུ་ལས་གང་ཡིན་པ་དེ་ཨ་ནི་ཅིག་དུས་རྟག་ཏུ་ག་རེ་སོགས་རེད་ལམ་སང་ཅིག་ཅིག་སྟོན་ཐུབ་ཡ་དང་གསུང་ཐུབ་ཡ་དེ་གལ་ཆེན་པོ་རེད་ཟེར་ཞེས་དྲན་འདོད་ཀྱི་ཡོད། ལྷག་པར་དུ་གནས་ཚུལ་འདི་ཚོ་ད་སྤྱི་བཏང་ད་ལན་དོན་བ་དེ་ད་ད་ལོ་ཏོག་ཅིག་གཞུང་གི་ངོས་ནས་དོན་བ་རེད་དེ་མི་ལན་ཁྲིམས་ཀྱི་ཐོག་ནས་ལོ་མང་པོ་ཅིག་འགྲོ་བསྡད་ཡོད་རེད་བ། ཨ་ནི་བདག་གིས་ཕྱི་ཟླ་དགེ་བྷེ་ཀྱི་ཚེས་བཞི་ལི་ཡ་ད་ལྟ་གསར་འགོད་པ་གཅིག་གིས་གནས་ཚུལ་དང་འབྲེལ་བའི་ཐོག་ནས་གཅིག་གནས་ཚུལ་གཅིག་སྟོན་ཤག་འདི་ནང་ལ་ཡོད་པའི་གནས་ཚལ་ང་རང་ཚོ་འབྲེལ་བ་ཡོད་པའི་གི་གནས་ཚུལ་གཅིག་འདུག་ཨ་ནི་གསར་འགོད་པ་ད་ཁོ་རང་སྐད་གྲགས་ཆེན་པོ་ཞིག་འདི་འདྲའི་ཡིན་ས་མ་རེད་གནས་ཚུལ་དེ་ཤུགས་ཆེན་པོ་ཞུ་ཞིག་ད་འགྲོ་མ་སོང་ཡིན་ནས་གསར་འགོད་པ་འདི་གིས་ཨ་ནི་འབྲེལ་ཡོད་ཀྱི་ལྷན་ཁང་ལི་ཡ་འབྲེལ་བ་ཞུ་ཡིན་ཨ་ལན་རྒྱབ་མ་སོང་ཞེས་ཞེས་འདི་འདྲའི་གཅིག་གསུང་ཤག། རྩོམ་འདི་ལ་ལས་སོང་ཙང་ངས་ག་རེ་དྲན་ཟེར་ཞུས་ན་ད་ད་ལན་གྱི་ང་རང་ཚོ་ཅིག་བསྒྲགས་གཏམ་ཅིག་བཏང་སྟོན་བྱས་གང་ལྟར་འབྲེལ་བ་གང་ཡང་ཡོད་མ་རེད་ཐུག་ཡོད་མ་རེད་ཟེར་ནས་གསུངས་བ་འདི་སྐབས་དེ་དུས་ང་ཚོས་གི་གསར་འགོད་པ་འདི་ལ་ཡ་ཞུས་ཐུབ་བ་ར་ཅིག་ན་ད་ནི་གནས་ཚུལ་འདི་འདི་གམ་ཆེན་པོ་ཆགས་ཀྱི་ཨ་ཡོད་ན་བསམ་སོང་ར་ཅིག་འདི་འདྲ་ཅིག་དྲན་སོང། གང་ཞེ་ན། གསར་འགོད་དེ་ཚོ་ཅིག་དྲ་རྒྱ་ནང་ལས་དོན་ཚར་བའི་ཤོག་ཁོག་བསྡད་བསྡད་ཀྱི་རེད་བ། ཨ་ནི་གནས་ཚུལ་དེ་ཚོ་ཅིག་ཕ་གའི་ང་ལས་སོང་ཚེ་ཤོག Google ནང་ལས་འགྲོ་ཞེས་ཚད་ཁ་འདོན་དུས་བསམ་པ་ལ་ད་ལོག་གི་གནས་ཚུལ་དོན་གྱི་རེད་ད་ཉིད་ཀྱི་གནས་ཚུལ་དེ་དོན་གྱི་རེད་ཨ་ནི་སྐབས་དེ་དུས་ང་ཚོས་ལན་དེ་རྒྱག་པར་ཅི་ཡིན་ན་ཁོ་ད་ལོག་གི་གནས་ཚུལ་དེ་ལས་ཨ་ནི་ནུས་པ་དང་སེམས་ནུས་བདེ་སྐམ་ཅིག་མེད་པ་བཟོ་ར་ཅིག་ནུས་མེད་བཟོ་ར་ཅིག་ཆགས་ཀྱི་རེད་ཟེར་ཚེ་སོ་སོ་ངོས་འདི་འདྲ་ཅིག་དྲན་སོང་སོང་ཙང་དེའི་ཐོག་ལ་ལས་ང་ཚོ་ངེས་པར་དུ་ཨ་ནི་དོ་སྣང་བྱེད་དགོས།

ཆེད་དུ་སྔར་ནི་ཕྱག་བཞི་འདོན་པ་བྱས་ནས་སྐྱབས་ལོ་རིན་པོ་ཆེ་ཚད་མེད་ཞུ་ཡག་གི་ནི་ལས་ཀ་ཆེན་པོ་ཅིག་འགྲོ་འདི་གི་འདུག་ཨ་ལས་འཛུགས་ཐོག་ལ་དོགས་གླེང་བྱེད་ཕྱོགས་ཀྱི་ཐོག་ནས་དགོངས་ཚུལ་སྤེལ་གནང་སོང་ཐུགས་རྗེ་ཆེ་ཞུ་ཡག་ཡིན་སྤྱིར་བཏང་ད་ལྟ་དེ་ནས་མ་ཁོང་རྣམ་པ་སུམ་ཀྱོག་དོན་ཚོ་བལྟས་པ་ཡིན་ན་ང་ཚོས་ཀྱི་ལས་ཀ་བྱེད་སྟངས་འདི་འགྲིག་ཤག་བསམ་བསམ་འདྲ་བོ་ཅིག་གི་ཡག་ཉེས་པ་བཅས་ཉན་ངེས་ས་རུ་བྱུང་གང་ཡིན་ཟེར་ན་ད་ལྟ་ཀུ་རེ་བཅུད་བསྡུས་ཀྱི་མིང་དགོན་མང་ཚོགས་དང་ཡིག་ཆ་གཅིག་དང་འབྲེལ་བའི་ཐོག་ནས་ཨ་རི་ལ་དོན་བྱ་རྒྱུ་དེ་ནི་དུས་ཚོད་དེ་སོང་ན་སོང་དེ་ཡིན་དང་ལ་དེ་དང་འབྲེལ་བའི་ཐོག་ནས་ལམ་སང་བྱས་ལ་ཨ་ནི་ཅིག་སྐྱབས་མགོན་རིན་པོ་ཆེ་གི་མཚན་འདི་ཕ་གི་ནང་ལ་ཡོད་དང། ཕ་གི་ནང་ལ་ཡོད་ངའི་ནང་ལ་སྐྱབས་མགོན་རིན་པོ་ཆེ་ཡོད་དང། ཨ་ནི་ཡང་ང་རང་ཚོ་དེ་འདྲའི་ནང་ནས་གས། རྒྱ་གར་སྐད་མ་སོ་ན་མ་ས་ལ་ཐལ་བ་རྒྱབ་ནི། ཨོ་ད་རྒྱ་གར་རོལ་ཅིག་ཕེ་ངེ་ཁྲ་ནང་དུ་རེད་འདུག་ད་ལ་ནི། གཞི་རྩ་རྩ་བ་ཉིད་ནས་མེད་ངེས་དེ་འདྲས་བཤད་སོང། དེ་ཚོ་ཐོག་ལ་ང་ཚོའི་གི་དུས་ཐོག་ལ་དོགས་གླེང་ཡག་པོ་ཅིག་བྱུང་སོང་བསམ་བསམ་འདྲ་ཅིག་ཡོད་ད་ལྟ་དེ་ནས་མ་རྣམ་པ་ཚོ་གི་བསམ་ཚུལ་དང་བྱེད་ཕྱོགས་དེ་འདྲས་མང་པོ་གསུང་གི་འདུག་ད་ང་ཚོ་བྱེད་དེ་གའི་འདྲ་བོ་ཅི་ད་རེད་ཤག་དེ་ཡིན་ཙང། ས་གན་དེ་ཁ་ཐུག་ཁ་ཐུག་ཞུས་ཀྱི་ཡོད་རེད་བ་ཡང། བློ་བདེ་བོ་ཡོང་ཡ་དེ་འདྲ་ཆེ་ན་བ་ཡང་ང་ཚོ་དེ་ཅིག་བྱས་དྲ་ནི་པའི་ཡིན་ཙང་ནི་ཞུ་མེད་ད། དེ་བྱས་ནི་ད་དེ་ནང་ལ། དངོས་འབྲེལ་རེད་དང་པོ་དེ། རྒྱ་གར་ནང་ལ་ཡིན་ན་དོན་སར་གྱི་ཚགས་པ་ཆེ་ཡ་དྲ་བོ་ཅིག་ཆགས་སྟངས་ལ་དེ་གང་ལ་རང་ལམ་ག་ཟིམ་ནི། དེ་གནས་ཚུལ་དེ་སྤེལ་ཡོང་ད་བ་ལ། དེ་ནས་པ་འདི་སོ་སོ་ཤོད། དངོས་གནས་དྲང་གནས་ཀྱི་ང་ཚོ་འབྲེལ་ཡོད་ལས་བྱེད། བདེ་སྲུང་ལས་ཁུངས་ལས་བྱེད་རེད། TCRC། རེད། དགོ་ཟླ་མཚན་གང་མ་ཉེས་ནི། དེ་ཚོ་དང་པོ་དེ་ལ། ས་ཡ་བཞི་རེ་གཅིག་རེ་བཞི་བཅུ་རེ་འདི་འདྲས་ཀྱི་ཡིག་ཆ་ནང་ནས། དངོས་གནས་དྲང་གནས་བརྒྱ་དང་ལྔ་བཅུ་ལྔ་བདུན་ལྔ་བརྒྱད་དེ་རེད་བས། མིང་ག་ཚད་ཚད་འདི་བསླད་ཡོད་རེད། ག་འདི་འདི་མ་དོན་དང་འདི། མ་ཁ་སྤེལ་བྱེད་ས་གི་ཕུགས་དེ་ག་བ་འདུག་ཟེར་ལམ་ནས་རྩོད་གཞི་བྱས་ཏེ་ཁེ་ལས་ཀྱི་ཐོག་ནས་རྩོད་གཞི་བྱེད་དགོས་པ་རེད། གཞན་ཡང་ན་ལ་རྒྱ་གར་རེད་མི་འདུག་ཨ་རི་རེད་མི་འདུག་ལུང་པ་གཞན་དག་དེ་འདྲ་སླེབས་འགྲོ་གི་འདུག་འདི་སྙིགས་ཉེན་ལ་ཡིས་དེ་འདྲ་བྱུང་ཡོད་རེད་རྒྱལ་ཁབ་གཞན་དག་དེ་འདྲས་ཁེ་མཛངས་དེ་འདྲའི་མིང་ལ་སླེབས་ཡོང་གི་འདུག་དེ་ཚོ་ཆ་ཚང་བལྟས་ཟེར་ནས་ཨ་ནི་ད་ང་ཚོས་མ་དོན་དག་འདི་གང་ཆེ་དོན་གང་ཟེར་ནས་གྲོས་བྱས་ནས་ད་འདི་མ་དོན་དག་འདི་རྒྱ་གར་ཡིན་མིན་ཚགས་པར་ད་ག་རང་ལ at least གཅིག་གིས་སྟོན་བཞག་རྒྱུ་འདི། དེ་ལ་རང editor གི་མིང་ལ་ཡི་གེ་བཏང། Phone དགའ་ནས་བཀའ་མོལ་ཞུ། ཁྱེད་རང་ཚོ་བོད་ཆོས་ལོག་པ་ཞིག་འུ་ཐུག་ད་ཁྱེད་རང་ཚོས་གཟིགས་ཞུ་བྱས་བྱུང་སུ་བས། འདི་དང་འབྲེལ་བའི་ཐོག་ནས་དང་པོ་དེ་ལ་འུར་རྒྱག་ནས་རྒྱ་གར་རིན་པོ་ཆེ་མཚན་འདི་བརྒྱ་དང་ལྔ་བཅུ་ང་གྲངས་ཅིག་ཡོད་ས་ན reputation མང་ཆེ

བཏང། དེ་ནས་ང་ཚོ་དེའི་སྐབས་དེ་ལ་ག་རེ་ཡིན་ཟེར་ན་བདེན་རྫུན་རིག་ཡོང་པའི་སྐབས་དེ་ལ་གནས་ཚུལ་དེ་ལྷག་དགོས་ཀྱི་ཡོད་རེད་བས་གནས་ཚུལ་དེ་མ་གླེང་ཐུབ་དགོས་ཀྱི་ཡོད་རེད་ཟེར་ན་གནས་ཚུལ་དེ་གླེང་ཐུབ་དགོས་ཡ་དེ་ང་ཚོ་གལ་ཆེ་ཡ་གཅིག་དང། ཨ་ནི་བེད་སྤྱོད་བྱེད་ར་འགྲོ་མ་དགོས་ཡ་དེ་བཙལ་ཡོད་མ་གཏོགས་ཁོ་མཉམ་དུ་འཛིང་ནས་བསྡད་བསྡད་ཡ་དེ་ང་ཚོ་མེད། དེ་ཡིན་ཙང་ཚགས་པ་རྒྱབ་ངེས་འདི་ཚོ་ལེགས་གནས་རེད་ཁྱེད་རང་ཚོ་གི་བྱེད་སྐྱོ་དེ་ནོར་དུ་གདའ། ནོར་བཅོས་གནང་དགོས་འདུག་ད། བོད་ཆོལ་འགྲོ་གི་འདུག་ད་ང་ནི་ཞུས་པ་ཙམ་མ་གཏོགས་ཁམས་ཆོས་རྒྱག་གི་ཡིན་དང་འདོད་ཁྱད་ཞུས་མེད། བརྗོད་ནི་ད་གནང་ཕྱོགས་དེ་དེ་འདྲ་རེད། དེ་ནང་བཞིན། ང་ཚོའི་གི། Spokes Person། རེད་དོན་གཙོ་ལས་གནས་དེ Briefing ཕུལ་ནི། གང་ཡིན་ཟེར་ན་སུས་སྐད་ཆ་དྲིས་པ་ཡིན་ནའི། ལན་རྒྱག་གི་མི་འདུག་ཟེར་ཡ་དེ་སླེབས་ཡིན་ན། ཨེ་ནི། འགྲིག་གི་མི་འདུག་ད་ང་ཚོ་ལ་ཤེས་ཡ་ཡོད་རེད། དེ་ཡིན་ཙང་ང་ཚོས་བཤད་ཐུབ་དགོས་ཀྱི་འདུག་ལབ་ནི། ཨ་རི། དེ་ཐོག་ལ། ད་བརྩམས་ཙང་ལ། སྒོ་ཡ་ནང་བཞིན་བྱས་ནས་ད། རྒན་བདག་རེད་ཅེས་དོན་ནི་ག་འདྲས་ཅིག་གི་ཡོང་ཅེས་བལྟས་པས་ཡོད་ན་གཅིག་བྱས་ན་ཡ་སྐར་མ་གཉིས་ཕྱི་དྲག་ཏུ་བ་དེ་འདྲས་ཏན་ཏན་ཡོང་གི་རེད་ད་ཡིན་ན་ཡང་ང་རང་ཚོས་ག་ཚད་ཐུབ་ཐུབ་ཀྱི་ཐོག་ནས། ཨ་རི་ལྡོག་ལེན་བྱེད་ཡ། དེ་གས་དེ། དེ་ནང་ལ་ད་ལྟ་གི་རྣམ་པ་ཚོ་གཟིགས་དང། གཅིག་ལྷག་སོང་བསམ་བསམ་མེད། དེ་ཡིན་ཙང་བྱས་ཡོད་པ་འདི་བསྟན་ཐོས་ཁག་པོ་རེད་ད། གནས་སྟངས་ག་རེ་བྱུང་འདུག་འདི་གི་སྐྱོན་ག་རེ་བྱུང་སོང་རྒྱ་རོགས་མི་ཆེན་ལ་དངོས་གནས་ཚེ་མེད་ཞུས་ཐུབ་པ་བྱུང་སོང་བས། འདི་ཚོ་གཟིགས་དགོས་ཡ་འདི་ཡང་གལ་ཆེན་པོ་མཐོང་གི་འདུག་ཟེར་ནས་མ་གཏོགས་ང་ཚོ་ཡ་གཅིག་བྱས་འདི་འདི་འདི་འདི་ལབ་འདོད་ན་ཆོལ་ཡོད་མ་རེད། གཅིག་འདི་རེད།

བདེན་པ་མེད་པའི་གི་རེ་བ False Narrative བྱེད་ཡ་དང Fake News བྱེད་ཡ་དང་དེ་ཚོ་ཚང་མ་ང་ཚོས་གི་དབྱེ་འབྱེད་བྱས་ནས་ལྡོག་ལན་བྱེད་ཆོག་ཡིན་ན་དབྱེ་བ་ཅན་ནི་གཞུང་གི་ཐོག་ནས་གནང་ཆོག་དེ་དེ་འད་ཅིག་རེད་ཡིན་ན་ཡང་ཡར་རྒྱས་ལ་ཚད་མེད་པ་རེད་ད་ནི་དེ་ཚོ་ཚང་མ་ནས་ལ་ང་ཚོ་ད་ད་གི་དགོངས་དོན་ཞུ་ཡི་ཏད་ཕྱི་དྲང་ངེས་འདྲ་བོ་བྱེད་དེ་གི་ཡོད་ར་མ་གཏོགས་དཔེར་ན་གནས་ཚུལ་མ་བདེན་པ་དེ Fake ཡོད་རྒྱུ་དེ་ལྡོག་ལན་བྱེད་སྟངས་གཅིག་ནཱ་ར་ཏི་ཁོ་རང་ལོ་རྒྱུས་ཁོ་རང་གཞི་རྩ་མེད་པའི་གི་ལོ་རྒྱུས་རྫུན་མ་བྱེད་སྟངས་འདི་ལ་དོགས་ལན་བྱ་ཡ་དེ་རྒྱ་ནག་གཞུང་གི་ཐོག་ནས་ང་ཚོ་ལ་དམག་ཆེ་ཤོས་གཅིག་དེ་ས་འདི་རེད། དེ་ཛ་ད་བདེ་འཇགས་དང་དེ་ཚོ་འབྲེལ་བའི་ཐོག་ནས་བདེ་སྲུང་གནང་གི་རེད་དེ་སྤྱི་ཡོངས་ཀྱི། ལས་རིན་མུ་མཐུད་ཡ་ཡིན་ད་ལྟ་ལས་རིན་འགྲོ་བཞིན་པ་དེ་ལས་ཁུངས་ཁག་གི་སྣེ་འཛུགས་ཐོག་སྤྱི་ཡོངས་ཀྱི་བགྲོ་གླེང་དང་གཏན་འབེབས་ཕེབས་ཏེ་ད་ལྟ་མཚམས་འདི་བདེ་སྲུང་བཀའ་ལན།

གསར་འགྱུར་བརྒྱུད་ལམ་ཞུ་ཆེན་པོ་ཅིག་མ་རེད་དེ་ཡིན་ནས་དེ་འདྲའི་ནང་ལ་ཡང་སྐྱོ། ཡང་གནས་ཚུལ་དེ་འདྲའི་ཞིག་དེ་དང་འབྲེལ་བའི་གི་ནི་གནས་ཚུལ་བསྐྱར་བསྡེབས་བྱས་ཡོད་པ་གི་གནས་སྟངས་ཅིག་གི་བཀའ་གནང་སོང་དེ་ཚོ་ཐོག་ལ་དོ་སྣང་བྱུང་ཞེས་ནི་ཞུ་ཡ་ཅིག་དང་ཨེ་འདི་མཉམ་དུ་ལ་ཞུ་ཡ་ལ་ཨེ་ནི་དེ་འདྲའི་གི་གནས་སྟངས་བྱུང་པའི་སྐབས་དེ་ལ་གཅིག་དེ་རྫ་དྲ་ཚོགས་ཆུང་ཚོ་ཡ་རེད་རྫ་དྲ་རྡོག་ལེན་ཚོགས་ཆུང་རེད་དེ་ནང་བཞིན་སྐབས་སོ་སོ་ལ་ཡང་བཀའ་ཤག་ལ་ཡིན་ནའི་དུས་ཚོད་ཞུས་ནས་ལམ་སྟོན་ཞུས་རྗེས་གནས་སྟངས་རྩ་གྲངས་དེ་འདྲས་ཀྱི་ཐོག་ནས་ལྡོག་ལེན་བྱེད་ཆོག་ང་ཚོས་དེ་འདྲའི་བང་ཅི་བྲིས་ཡོད་གནང་ཆོག་གང་དགའ་ས་རེད་ཟེར་ནས་ང་ཚོ་ཞུ་བསྡད་ཀྱི་ཡོད་ཨ་ནི་དེ་གི་གནས་ཚུལ་བྱུང་པའི་སྐབས་གྲོ་ཞིང་པའི་ནས་ཨ་ནི་ཡང་ཁོང་ཕྱི་དྲིལ་བཀའ་བློན་ས་གནས་ལ་ཞུས་ཡོད་པ། དང་ནི། ཀོང། དམིགས་བསལ་གྱིས་ང་ཚོ་དུས་ཚོད་བཅས་ཞུ་བྱས་ནས་ཡང་བཀའ་བསྡུར་གནང་བྱས་ནས། ང་ཚོ་ད་ལྟ་གནས་ཚུལ་འདི་ལམ་སང་ཅིག་ལ་མ་འཇམ་མདོག་ཧ་བ་མ་རེད། དེ་ཡིན་ཙང། ཨ་ནི། བཀའ་ཤག་ལ་ཡར་ཞུས་ནས་བཀའ་བཀའ་དྲུང་ཡིག་ཚང་ནས། ཕྱི་དྲིལ་ལས་ཁུངས་བརྒྱུད་ནས་ཨན་དོན་གཅོད་ཚང་མ་ལ། གནད་དོན་འདི་དང་འབྲེལ་བའི་གི་ཐོག་ནས་སོ་སོའི་ས་ཁུལ་ནང་ལ། ཨན་འདི་ནང་བཞིན་གི་ནང་སྲིད་བརྒྱུད་ནས་ས་གནས་འགོ་འཛིན་ལ་ཡིག་ཆ་རྒྱབ་རྟེན་ལན་འདེབས་ཟེར་ནས་མི་འདུག་གསལ་བཤད་གང་ཡིན་པ་དངོས་འབྲེལ་གནས་སྟངས་དེ་གའི་དེ་ཡིག་ཆ་ཆ་ཚང་པ་ཅིག་ཚང་མ་ལ་ཕུལ་རྗེས་ནས་སོ་སོའི་ས་གནས་ལས་གནས་དེ་ཚོ་ཐོག་ལ་མུ་མཐུད་ནས་དོ་སྣང་བྱེད་དགོས་དུས་ཅིག་ནས་ཕུལ་བ་ཡིན། ཕུལ་བ་ནང་བཞིན་བྱས་ནས་ད་ལྟ། རྗེས་སུ་ད་ལྟ་ཨ་རིའི་ཁུལ་ནང་ནས་ད་ལྟ་གསུང་རྒྱུ་དེ་ཕལ་ཆེར་ང་ཚོ་ཡང་དོ་སྣང་བྱུང་ས་ལ་ཡ་དེ་ཨ་རིའི་ནང་ནས་དེ་འདྲའི་གསུང་ཡ་གཅིག་གི་གསུང་ཤ་དེ་ཡང་ཛཱ་ནི། སླར་ཡང་ཡང་ཕྱི་དྲིལ་ལས་ཁུངས་བརྒྱུད་ནས་དོན་གཅོད་རང་ལེགས་པར་འབྲེལ་བ་བྱས་ཡོད་ཞེས་ནས་ཞུ་ཡ་ཡིན། ངས་ཐ་མ་དལ་ཡ་འདི་ཞུ་ཡ་ཡིན་ད་ལྟ་ད་ངས་ང་ཚོ་རོགས་དངུལ་ཆད་པ་དེ་ལ་གནས་སྟངས་ཀྱི་ཐོག་ནས་བ་འདི་གཟིགས་ཡོང་ཆོག་ཨ་རི་ལ་ཡ་ཕལ་ཆེར་སྐུ་ལས་ཞེ་དྲག་སྐྱོན་ཤ་བི་ཐོ་ལི་ཡ། ང་ཚོ་འབྲེལ་བ་ཡོད་མིན་འདི་འདྲ་གི་གསུང་གི་འདུག། ཡག་མ་ཞུ་གི་ཡོད་སོང། ཕལ་ཆེར་ཕལ་ཆེར་ད་རིང་ཁྱེད་རང་ཚོ་ལི་ཡ་ཏིས་གཏམ་བཟང་ཅིག་ཡོང་ཚོ་ཡོང་མདོག་ཁ་བོ་རེད་ཞེས་གསུང་ངེས་རེད་བྱུང། ཨ་ནི་དེ་སྙམ་མདོག་ལི་ཡ། ད་ཁྱེད་རང་ཚོ། President། དེ་བ་ལ་ལས་དེ་བཟང་པ་ལི་ཡ། ཨ་ནི་ཅིག Security ཡིན་དེ་གལ་མི་འདུག་བ། སྐུ་སྲུང་ཡིན་དེ་གལ་མི་འདུག་བ། བོད་རིགས་ཀ་རིགས་འདི་ཚོ་ཁྱེད་མི་འདུག་བ་ཟེར་རྗེས་འདི་འདྲས་ཅིག་གསུངས་ཟེར་བ་སྐབས་དེ་དུས་ངས་ཀྱི་ཞུ་བྱེད་མེད་ད་ཡིན་ན་བསམ་བློ་ཅིག་བཏང་དུས་བསམ་པ་ལ་ཡང་འདི་གནད་འགག་ཟུར་ཅིག་གི་ཆགས་བསྡད་ཀྱི་འདུག་བ། ཨ་འདི་རྒྱ་གར་ལ་ཡིན་པའི་ནས་ད་ལྟ་ང་ཚོ་བ་འདི་སྲིད་སྐྱོང་མཆོག་ག་བ་ཕེབས་ནས་ཉེ་མདོ་ལ་ཡ་ཕེབས་རྗེས་སྐུ་སྲུང་ཅིག་འདུག་བསམ་ཟེར་བ། འདི་འདྲས་ཀྱི་ཐོག་ནས་ཕྱི་རྒྱལ་ཁག་ལ་ཕེབས་པའི་སྐབས་སུ་ཡིན་པའི་ནས་འདི་འདྲས་ཅིག་རྐང་བཟོ་བསྐྲུན་ཐུབ་ན་ད་ལམ་སམ་ཡོང་གྱི་ཡོད་དམ་མེད་དམ་མི་ཤེས་ད་ཡིན་པའི་ནས་ད་ལྟའི་སྐབས་མ་རེད་ད་མ་འོངས་པ་ཡོང་གི་རེད་བ་སྲིད་སྐྱོང་སུས་ཕེབས་ནས་འདི་འདྲས་ཅིག་གི Protocol བསྐྲུན་བྱས།

དགོངས་འཆར་གནང་བ་དེ་ཐུགས་རྗེ་ཆེ་ང་ཚོས་དེ་ཚོའི་ཐོག་ལ་དོ་སྣང་རག་ཆེད་བལྟས་སུ་བྱུང། བྱུང་རྗེས་ནས་ང་ཚོ་བཀའ་ཤག་ནང་ལས་ཀའི་དཀའ་མོལ་བྱུང་སོང་ས་གནས་ཁ་ཤས་རྒྱལ་ཁབ་ཁ་ཤས་ཀྱི་ཆེ་མཐོང་རག་གནང་རྗེས་ནས་ཡང་བོད་མིའི་སྒྲིག་འཛུགས་ཀྱི་མི་མང་གིས་འོས་འདེམས་བྱས་བཞག་པའི་གི་དབུ་ཁྲིད་དེ་ལ་ཆེ་མཐོང་ཕུལ་བྱས་ནས་ད་ནི་ཡང་སྐུ་སྲུང་བཏང་གནང་ཡ་དང་དེ་འདྲའི་གའི་གནས་སྟངས་ཡོང་གི་འདུག་ཡིན་ནས་གང་ལྟར་ཁོ་ཆེ་མཐོང་བྱས་ནས་ཕུལ་བ་དེ་ལ་ང་ཚོ་ཆབ་སྲིད་ཀྱི་ཐོག་ནས་རེད་སྤྱི་ཡོངས་ཀྱི་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུ་ཡ་རེད་ད་ནི་ཡང་ཅིག་ང་རང་ཚོ་བསྡད་ལ་ཡོད་པའི་གི་ལས་བྱེད་ཡིན་ནས་སྐུ་སྲུང་ལས་བྱེད་ཅིག་མཉམ་དུ་འགྲོ་ཐུབ་ན་བྱས་ནས་བཀའ་ཤག་ནང་ལས་ཀ་དུར་བྱུང་དང་གནས་སྐབས་ཀུང་སི་ཡོངས་རང་གི་མོ་ཡ་བྱས་ཟེར་ནས་གསུངས་ཙང་དེ་འདྲ་ཅིག་ལྷག་དེ་ཡོད་ཟེར་ནས་ཞུ་ཡ་ཡིན། དེ་ནས
ཞེས་དེ་རྡོ་རྗེ་ཐེག་ཆེན་ལ། ཡིན་པ་ཡོད། པ་ཚོགས་མཆོག་བདེ་སྲུང་ལས་ཁུངས་ཀྱི་ལས་དོན་དང་འབྲེལ་བའི་ཐོག་ནས་བསམ་ཚུལ་ཁག་ཅིག་ཞུ་བ་ཡིན། དང་པོ་དེ། ད་ལྟ་ཡིག་འཁྱམས་དང་འབྲེལ་བའི་ཐོག་ནས་བྱ་སྤྲེལ་སྤྱི་འཐུས་མང་པོ་ཅིག་གིས་དེ་བསམ་ཚུལ་གསུངས་གནང་སོང། དེ་ལ། སོ་སོའི་ངོས་ནས་ལྟ་ཕྱོགས་དེ་དེབས་ཀྱི་མ་འདྲ་བ་ཅིག་ཡོད་དེ་ལ་གདོང་ལེན་བྱ་ཡག་གི་ཐོག་ནས་ཇི་ལྟར་ང་རང་ཚོ་གནད་དོན་བྱུང་བ་དང་ལམ་སང་དེ་སུ་ཡིས་བརྒྱུད་སྐུལ་བྱས་བ་རེད་དེ་མི་དེ་རྩད་གཅོད་བྱེད་དགོས་ཀྱི་འདུག་དེ་བདེ་སྲུང་འགན་འཁུར་དགོས་འདུག་ལ་དེ་དེ་མ་ཐག་ཏུ་ང་རང་ཚོ་གི་བསམ་བློ་དེ་ཡོང་གི་འདུག་བ། ཉེ་བའི་ཆ་ལ་ད་ལྟ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཧ་ཝར་གཙུག་ལག་མཐོ་སློབ་ཀྱི་ད་ལྟ་གསར་འགྱུར་དང་གནས་ཚུལ་འབྲེལ་ལམ་གྱི་འགན་འཛིན་དེ་ལ་གཏམ་བཤད་ཅིག་གོ་སྒྲིག་ཞུས་སོང་དེ་ལ་བདེ་སྲུང་དང་དྲིལ་བསྒྲགས་ལས་བྱེད་རེད་དེ་ནི་སྲིད་བྱུས་ཉམས་ཞིབ་ཁང་གི་ལས་བྱེད་མང་པོ་ཞིག་ཕེབས་ཤག་ང་དེ་ག་རང་འགྲོ་བའི་གོ་སྐབས་བྱུང་སོང་དེའི་གི་སྡོམ་འདྲ་བོ་དེ་ག་རེད་ཞེ་ན་ན། དེ་ལ་གནད་དོན་ལྟ་སྟངས་དེ་གཅིག་དེ་བ་འདི་སོ་སོ་ཅོག Disinformation ལགས་འདུག་བ། ཆེད་དུ་མངགས་ནས་གནས་ཚུལ་རྫུན་མ་དམིགས་ཡུལ་ངེས་ཅན་གྱི་བར་ལ་བཟོ་བས་ཅིག་བྱས། གཅིག་སྟེ Misinformation། ད་མགོ་རྨོངས་ནས་ལབ་ན་རེད། གནད་དོན་ཧ་མ་གོ་ནས་རྒྱུགས་སྐུལ་བྱེད་ངེས་ཅེས་བར་བ། ད་ང་ཚོ་དཀའ་ངལ་འཕྲད་བསྡད་དེ་གཅིག་སྟེ་ང་རང་ཚོ་བོད་པ་སྤྱི་ཚོགས་ནང་ལོགས་ཀྱི་གནད་དོན། ཉེ་ལམ་ད་ཡིག་འཁྱམས་བཟོ་བས་འདི་གཅིག་བསམ་བློ་བཏང་གི་ཡོད་བར་བ། ཆེ་ས་ནས་བསམ་བློ་བཏང་ན་ད་ལྟ་དེ་གོང་དུ་བྱ་སྤྲེལ་སྤྱི་འཐུས་གསུང་བ་ནང་བཞིན་འཛམ་བུ་གླིང་གི་ཨ་ནི་སྤྱི་ཚོགས་ལ་ཕ། ད་སྐུ་མདུན་ལ་འཚེ་མེད་འགྲོ་ཡག་གི་ཐབས་ཇུས་ངན་པ་ཅིག་བཏིང་བྱས་དེ་ལ་ཡང་ང་ཚོ་ལན་འདེབས་ཅིག་བྱེད་དགོས་གི་འདུག་ད་འདི་ཡིན་འདུག་ད། ད་བྱེད་ལས་པ་ཁོ་རང་གི་གསུང་བས་བྱས་བ་ཡིན་ན་ང་ཚོས་རྩད་གཅོད་བྱེད་ཡག་གི་འབད་བརྩོན་བྱས་ཆོག་གི་རེད་ཡིན་ན་འདི་རྩད་གཅོད་བྱེད་ཡག་ལྷག་པར་དུ Misinformation ཧ་ལས་ཁག་པོ་རེད། ད་དམིགས་ཡུལ་ངེས་ཅན་གཅིག་ཡོད་ན་ཁོ་རྩེ་གཅོད་བྱས་ཀྱི་འབད་བརྩོན་བྱས་ཆོག་རོགས། ཡིན་ཡང་དམིགས་ཡུལ་ངེས་ཅན་གཅིག་གི་བཀྲམ་བྱས་འདི་ཧ་མང་པོ་ནས་མགོ་རྨོངས་ཅིག། བཀྲམ་ངེས་འདི་མི་སྟོང་ཕྲག་མང་པོ་གི་བཀྲམ་ཡོད་འདུག་ད་ང་རང་ཚོ་བཙན་བྱོལ་སྤྱི་ཚོགས་གཅིག་པུ་མར་དང་གནད་དོན་ཁ་ཤས་ཀྱི་རྒྱལ་སྤྱི་དང་འབྲེལ་བའི་ཐོག་ནས་ཡོང་གི་འདུག་བ། དེ་ལ་ད་བདེ་སྲུང་བཀའ་བློན་ཡིན་ན་རེད་ང་ཚོ་ལས་བྱེད་ཀྱི་རེ་རེ་རེ་རེ་ཁ་པར་བཏང་ནས་འབྲེལ་བ་བྱེད་དགོས་ན་ཧ་ལས་ཀྱི་དཀའ་ལས་ཁག་པོ་རེད་བ། དེ་ནང་བཞིན་སྤྱི་བཏང Digital Footprint ལ་གསུངས་སོང། ཏན་ཏན་རེད་གལ་སྲིད་མི་ངོ་ཐག་ཆོད་ཅིག་སོ་སོ་རང་གིས་བཀྲམ་གྱི་ཡོད་ན་ང་ཚོ་འཚལ་ཐུག་རོགས། ཡིན་ནས་དེང་སང་སྤྱི་ཚོགས་དྲ་རྒྱ་གནང་ལོ་ལ། མི་རྫུན་མ། མིང་རྫུན་མ། ཡིན་ན་མི་རྫུན་མ་དང་མིང་རྫུན་མ་བཟོས་དགོས་ཡིན་ན་ཡང། ཁོ་དང་པོ་ཁ་བྱང་འདི་བཟོ་བར་སྐབས་སུ་ལ་ཡང་མིན་ན་གློག་འཕྲིན་ཁ་པའང་ར་སྤྲད་དགོས་དགོས་རུང། ད་འདི་ས་གནས་ག་བ་ནས་ང་ཚོ་ཧ་གོ་བ་ཡིན་ན་ཡང། ད་འདིའི་མི་དེ་དེ་འདྲས་ཅིག་ང་ཚོ་གནས་ཚུལ་གོ་འདུག་ལ་ནི་ད། སྡིངས་ཆ་འདི་སྤྱི་ཚོགས་དྲ་རྒྱ་གི་ད་བཟོ་བཟོ་ཁང་དུ་བཟོ་རོགས་ཀམ་པ་ནི་དུ་བཟོ་རོགས་པས་ཤི་ན་གུ་གུ་ཡིན་ན་རེད། Facebook ཡིན་ན་རེད་དོན་ཚོད་ལ་ང་ཚོ་འདིར་གནས་ཚུལ་སྤྲད་རོགས་བྱེད་ད་ལ་ན་རྩ་བ་ར་ནས་ཁོང་ཚོ་བཀྲིས་མི་འདུག་ཨ་རིའི་ནང་ལོགས་ལ་འཇིགས་སྐུལ་རིང་ལུགས་དང་འབྲེལ་བའི་ཐོག་ནས་གནད་དོན་བྱུང་བ་སྐབས་སུ་ལ་གཞུང་གིས་གནས་ཚུལ་དེ་འགོ་ཡོད་ལ་དུ Company དེ་ཚོ་བཀྲིས་མི་འདུག་དེ་ཡང་སོ་སོའི་གི Privacy བ་འདི་སོགས་ཤོག་གནས་སྟངས་གི་ཐོག་ནས་ཡོང་གི་མི་འདུག་བྱས་ཙང་ད་ད་ལྟའི་ཆ་ནས་གཙོ་བོ་དེ་ག་རེད་བྱས་ན་ན་ཇི་ལྟར་བདེ་སྲུང་བཀའ་བློན་ངོས་ནས་ལམ་ཙམ་ཞིག་གསུངས་སོང་དེ་འདྲའི་གནས་ཚུལ་བྱུང་བ་སྐབས་སུ་ལ་ང་ཚོ་དེ་ལ་ནམ་སང་དུས་ཚོད་ཐུང་ཐུང་ནང་ལོགས་ལ་བྱུང་བ་ཡིན་ན་ཆུ་ཚོད་ཉི་ཤུ་རྩ་བཞི་ནང་ལོགས་ལ་གནས་ཚུལ་དེ་བདེན་པ་རེད་དམ་མ་རེད་དེ་ཕ་གསལ་བཤད་བྱེད་ཐུབ་བ་ཡིན་ན། ཁོ་དམིགས་ཡུལ་ངེས་ཅན་གྱི་བར་ལ་སྐྱོན་ཆ་གཅིག་ཟེར་བ་གི་དམིགས་ཡུལ་སྒྲུབ་དགོས་ཡོད་རེད་དེ་ཡིན་ནའི་དེ་ལ་ང་ཚོ་དུས་དུས་ལ་ང་ཚོ་གི་ཏག་ཏག་ཅིག་ཕ་ཞུ་ན་དེ་སྐྱོན་ཆ་དེ་ཉུང་རུ་གཏང་ཡག་གི། དེ་དཔེ་མཚོན་གཅིག་ཞུ་ན་ང་ཚོ་སོ་སོ་ཕྱོགས་ཉེ་བའི་ཆ་ལ་སུམ་ཅུ་དུས་དྲན་དང་འབྲེལ་བའི་ཐོག་ནས། ཡིག་འཁྱམ་ད། བོད་མི་སྒྲིག་འཛུགས་ཀྱི་མིང་ཐོག་ནས་ཡིག་འཁྱམ་གཅིག་ད་ཕ་ཚན། ད་ལྟ། དགོན་པ། བློ་གསལ་གླིང། རེད་བ་ལ། དེ་འབྲེལ་གྱི་མིང་ཐོག་ནས་ཡིག་འཁྱམ་གཅིག་བཟོས་འདུག་ཚུལ་བཟོ་ཕ་ཚན་གཉིས་གསབ་བཞེས་གནང་ལོ་ལོག་དགོན་པ་དོ་བདག་དེ་དག་རང་གིས་འདི་ཡིག་འཁྱམ་རེད་བསམ་ནས་མ་གསལ་བསྒྲགས་བྱས་ཡོད་འདུག་རང་བཞིན་གྱི་གནས་ཚུལ་དེ་ཕ་འཁྱམ་འགྲོ་ཡ་ཆེ་རེད་བ། དེ་ནང་བཞིན་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་ངོས་ནས་ཨ་ནི་བཅར་འདྲི་ཅིག་ལེན་སོང་བ་དེས་ཕ་ཆེན་བོད་ཀྱི་བང་ཆེན་གྱི་གསར་འགོད་པ་ཅིག་གི་བར་བཀའ་འདྲི་ཞུས་སོང་དེ་ཡང་གསར་འགྱུར་བརྒྱུད་ལམ་ཁག་གི་འགན་ལེན་པ་རེད་བོད་མིའི་སྒྲིག་འཛུགས་ཀྱི་ཕ་སེ་ཤེ་ཆེ་གོ་སྐབས་ཅིག་རག་འདུག་དེ་ཆུ་ཚོད་གཉིས་རྩ་བཞི་ནང་ལ་རྫུན་མ་ཡིན་པ་ཚང་མ་ཧ་གོ་ས་འདུག་གནས་ཚུལ་དེ་རྦད་དེ་མ་འབྱམས་རོགས། འབྱམས་ཟེར་ན་ཁོས་ཀྱི་དམིགས་ཡུལ་ངེས་ཅན་དེ་འགྲུབ་མ་ཐུབ་པ་བྱུང་རེད། ཐོག་མའི་ཆ་ལས་ང་ཚོ་གཅིག། དོགས་པ་རྣམ་རྟོག་བཟོས་བ་གྱི་དམིགས་ཡུལ་འགྲིག་རེད་དེ་ད་དེ་རིགས་དེ་མང་ཆེ་སྤྱི་ཚོགས་ནང་ལོ་ག་རེ་བསྐྲུན་དགོས་ཀྱི་འདུག་ག་རེ་བྱེད་དགོས་ཀྱི་འདུག་འདི་རྦད་དེ་ཁོ་ན། དེ་ཆ་ཤས་ངན་པ་ཞིའུ་ཅི་རེད་ཤག་བྱས་ཙང། དེ་ལ་ང་ཚོས་ཀྱི་གདོང་ལེན་བཅག་པའི་སྐབས་སུ་ལ་ད་ལྟ། པ་འདི། བདེ་སྲུང་བཀའ་བློན་ངོས་གསུངས་སོ་ང་ཚོས་ཀྱི་རྫ་ཁྲག་ཚོགས་ཆུང་ཡོད་རེད། དེ་ལ་དངོས་གནས་ད་ལྟའི་ཀྱི་དུས་ལ་བབ་པའི་ང་རང་ཚོས་ཀྱི། ཨ་ནི། ཅིག་གི། གནས་ཚུལ་འདི་རིགས་ལ་ག་འདྲས་བྱས་ནས་དུས་ཚོད་དུས་ཚོད་ལ་གདོང་ལེན་བཅག་གིན་པའི་དེ་བས་ཏེ་ཁོ་ར་ཆེད་ལས་ཀྱི་ཐོག་ནས་ད་དྲིལ་བསྒྲགས་ལས་ཁུངས་ཀྱི་རྒྱུན་ནས་ཡིན་ན་རེད། ཨ་ནི་ང་ཚོས་ཀྱི་མགྲིན་ཚབ་པ་ཡིན་ན་རེད། འཛམ་བུ་གླིང་གི་འགྲོ་སྟངས་ཀྱི་ཐོག་ནས། ཁྱེད་ཚིག་གིས་ཨ་ནི། ཉི་མ་རེ་རེ་རེ་ལ་ཁོ་རང་ཚོས་ཀྱི་པ་འདི་སོགས་ཤོག་གསར་འགྱུར་བརྒྱུད་ལམ་ཁག་ལ Briefing བྱེད་ར་ཅིག་ལུགས་སྲོལ་ཅིག་ཡོད་རེད། ཁ་ཤས་བདུན་ཕྲག་རེ་རེ་རེ་རེ་ལ་བྱེད་གི་ཡོད་རེད། དེ་ལས་དཔག་པའི་ང་རང་ཚོ་གི་བདེ་འཇགས་དེ་སྐྲུན་བྱས། གྲ་སྒྲིག་དེ་བྱས་བྱས་གནས་ཚུལ་དེ་འདྲ་བྱུང་མ་ཐག་ལ་དེ་འདྲའི་གི་ཁོར་ཡུག་ཅིག་ང་ཚོ་སྐྲུན་ཐུབ་པ་ཡིན་ན་དེ་ལ་ང་ཚོས་ཀྱི་ཨ་ནི་འགོག་ཐབས་བྱེད་ཐུབ་བས་ཀྱི་ཏན་ཏན་ཕན་ཐོགས་ཡོང་གི་འདུག་དེ་དང་མཉམ་དུ་མ་འདྲེ་སོ་སོ་ཤོག་ད་ངས་མིང་འབོད་གི་མེད་ད་ནང་བཞིན། ཚོགས་པ་དང་ད་གང་ཚ་ལས་ནས་མིང་འབོད་གི་མེད་སྐྱབས་མགོན་རིན་པོ་ཆེ་ལ་ད་ཉེ་བའི་ཆ་ལ་གནས་ཚུལ་མང་པོ་ཅིག་དེ་འདྲས་ཀྱི་འགོག་རྐྱེན་བྱེད་ཡ་གི་འབད་བརྩོན་ཆེ་བ་རེད་དེ་ནང་བཞིན། ཁོང་གི་ཉེ་འཁོར་གྱི་ཨ་ནི་ཕྱག་ལས་གནང་མཁན། ང་རང་ཡིན་ནས་གུས་བརྩི་ཞུ་གི་ཡོད་མང་པོ་ཅིག་གུས་བརྩི་ཞུ་དགོས་གནད་འགག་ཆེན་པོ་ཞེ་དྲག་རེད་དེ་ལ་ཡང་འདིར་བྱས་ཨ་ནི་དེང་སང AI གི་བེད་སྤྱོད་བཏང་བྱས་པར་རྫུན་མ་ཕར་ཕྱིན་ང་ཚོ་མཛད་བཟོ་རྣམ་པ་མང་པོ་ཅིག་ལ་ཨི་མེ་ལེ་ཡོད་རྒྱུ་རེད་བསམ་དགོས་འདུག་དེ་འདྲའི་དུས་ཚོད་ཅིག་ནང་ལོགས་ལ་ང་ཚོའི་ངོས་ནས་སོ་སོ་སོ་སོ་ཨ་ནི། ར་འཕྲོད་པའི་ཐོག་ནས་འདི་རིགས་དེ་ཨ་ནི། སྐབས་རེ་གནད་དོན་འདི་རིགས་ལ་ལམ་སང་ཁོ་ར་ཕ་གསལ་བཤད་བྱས་ཏེ་དཀའ་ལས་ཁག་པོ་ཞུ་གི་བྱོས་རེད་ལགས་པ་འཆམ་ན་ཡང་ཁོ་སྟབས་བདེ་བོ་མི་བསྐྱོད་རོགས་གྱིས། ཡིན་ན་ཡང་གལ་ཆེ་ཡ་དེ་ད་ལྟའི་གི་ཐབས་ཇུས་ངན་པ་དེ་སྐྱབས་མགོན་རིན་པོ་ཆེ་ལ་སྐྱོན་ཆ་བཟོ་ཡ་གི་དམིགས་ཡུལ་བསྒྲིགས་པ་དང་དེ་མ་བྱུང་དུ་ཨ་ནི་དེའི་ཉེ་འཁོར་གི་ང་རང་ཚོ་གི་ད་ལས་སྣེ་དུ་ཚོགས་ཀྱི་མིང་མ་བརྫད་ཡ། དེ་འདྲས་ཀྱི་དམིགས་ཡུལ་ངན་པ་རྐྱང་ཡོད་འདུག་ང་རང་ཚོ་སྒྲིག་འཛུགས་རེད་སྒེར་རེད་ཚོགས་པ་རེད་ཚང་མས་ཀྱི་སྤྱང་གྲུང་གི་ཐོག་ནས་དེ་ཐོག་ལ་ནི་གདོང་ལེན་བྱ་དགོས་བས་གལ་ཆེ་ཤོས་དེ་ང་རང་ཚོ་གི་དེ། གནས་ཚུལ་དེ་གི་བྱུང་མ་ཐག་ཏུ་དེ་ལ་ཕར་གདོང་ལེན་བྱ་ཡ་དེ་ཤུགས་ཆེ་ཆེ་ང་ཚོས་འབད་བརྩོན་བྱས་དེ་ནང་བཞིན་རྩེད་མ་ཆོད་ཟེར་མཁན་བཞུགས་མེད་ཡིན་ན་དེ་ལ་ནུས་པ་ཚང་མ་བཏང་བ་ཡིན་ན་ང་ཚོ་ནུས་པ་ཡི་ག་ཚད་ཆོད་དགོས་རེད་དེ་ལས་ལྷག་ང་ཚོས་ཀྱི་དེ་དེ་འདྲས་ཀྱི་ཐབས་ཤེས་ཐབས་ལམ་ཅིག་ང་ཚོ་གི་ད་ལྟའི་ཆ་ལ་གཏོང་བྱ་ཅིག་འདུག་ལ་དེ

ཨ་འདི་ཚོ་ཚང་མ་ཐོག་ལ་དོ་སྣང་ངོ་མཚོའི་ཐོག་ནས་བྱེད་བསྡད་ཀྱི་ཡོད་འདི་ནང་ནས་ད་གྲོས་ཚོགས་ལ་འགན་འཁྱེར་རྗེས་བཤད་ངེས་འདི་འབྲེལ་ཡོད་བཀའ་ལན་འདི་ཆགས་ཀྱི་ཡོད་རེད་མོ་གཏོར་ལས་ཀ་བྱེད་པའི་སྐབས་ལ་ངོ་མཚོ་འབྲེལ་བ་བྱེད་ས་དང་འགན་ཞུགས་ཕུལ་ས་དང་དེ་ཚོ་མང་ཆེ་ཁེ་ལས་རང་གི་ཐོག་ནས་གནང་ཕྱོགས་ག་འདྲ་ཡོད་མེད་དང་དེ་ཚོ་ཐོག་ལ་ངོ་མཚོས་ཀྱི་གཟིགས་ཞིབ་ཞུ་དང་ཞུ་བ་ཅིག་ཆགས་བསྡད་ཀྱི་ཡོད་ཟེར་ནས་འདི་ཅིག་ཞུ་ན་བསམ་བྱུང།

ལས་གཞི་དེ་འདྲའི་རྩོམ་པ་དེ་འདྲའི་ཡོང་གི་འདུག་དེ་ཚོ་གང་ལའི་ཐུགས་སྣང་གནང་དགོས་ཀྱི་ཡོད་པ་ཅིག་དགོངས་འཆར་ཕེབས་སོང་ལ་ད་ཧ་རང་རེས་ངོས་འཛིན་ཐོག་ནས་འབྲེལ་ཡོད་རྒྱལ་ཁབ་ཀྱི་འབྲེལ་ཡོད་ཚོགས་ལས་གནས་རེད་གནས་སྟངས་རྒྱབ་རྟེན་ག་འདྲས་ཡིན་པ་དེ་ཚོ་ཆ་ཚང་ཅིག་ཕུལ་ཡོད་ལ། དེ་ནང་བཞིན་རྣམ་པ་ཚོ་མཁྱེན་དགོས་ཡ་གཅིག་ལ། ང་ཚོ་ཁེ་ལས་འདི་བདེ་ལ་ཡོད་རྒྱུ་ཁེ་ལས་ཙམ་མ་རེད། གཞན་ང་ཚོ་འབྲེལ་བ་ཡོད་ས་ཀྱི་གསང་གནས་ཀྱི་སྡེ་ཚན་དེ་འདྲ་ཡིན་པ་ཡིན་ནའི་ང་ཚོ་གནས་ཚུལ་གལ་ཆེ་བ་དེ་འདྲ་ཆགས་སྟངས་ལ་ཁོ་རང་ཚོ་ལས་རོགས་སྐྱོར་ཁོ་རང་ཚོ་གི་ཁེ་ལས་བརྒྱུད་ནས་ཡིན་ཡང་ཞིབ་འཇུག་བྱེད་སྟངས་དང་འཇུག་བྱེད་སྟངས་དེ་ཚོ་ག་འདྲས་ཡོད་མེད་དེ་ཚོ་ཀའི་ངོ་ཚོ་ཐུགས་རྒྱུས་ཁ་ཚ་འབྲེལ་ལམ་ཞུ་གི་ཡོད་རེད། བཅས་ནི་ད་ལྟ་པ་འདི་སོགས་གཙོ་ཤོག་སྐྱབས་མགོན་རིན་པོ་ཆེ་དང་ཐག་ཉེ་བོ་ཐོག་ནས་ཕྱག་ལས་གནང་མཁན་ནང་ལ་ད་ཅིས་ཡོང། དེ་རིང་གོ་སྐབས་འདི་གླེང་བྱས་ཞུས་པ་ཡོད་ན། དགའ་བདེ་ཕོ་བྲང་ནང་ལ་ཞབས་ཕྱི་ཞུ་ངེས། ད་ལྟ་ཡོད་བཞིན་པའི་གི་དཔེར་ན་དྲུང་ཆེ་རྣམ་པ་ཚོ་ཡིན་ནི་རེད། ང་ཚོ་མི་རེ་རེས་ཀྱི་གནས་སྟངས་ཟིན་པ་ཡིན་ན་མང་བོ་གཅིག་གིས་སོ་སོ་ནང་མི་ཕྲུ་གུ་དེ་ག་དེ་ཚང་མ་ད་བློས་བཏང་ཟེར་ནས་མི་འདུག་ད་གང་རྗེས་རག་རག་བྱས་ནས་སོ་སོ་བསྡད་ཡོང་རྗེས་ནས་སྤྱི་བཏང་རྒྱ་རིང་པོ་ཆེ་ལ་ཞབས་ཕྱི་ཞུ་ཡག་གི་དེ་འདྲའི་ཉེ་བོ་ཐོག་ནས་ང་ཚོ་སུ་འདྲ་ཅིག་ལ་རག་ན་ག་སོ་ནམ་ཡིན་བསམ་ཡག་ཅིག་བྱས་ནས་གནང་གི་ཡོད་པ་མ་གཏོགས་ཡ་ངས་དེ་ཞུ་དེ་ཞུ་མེད་ད་ཡིན་ན་ཡང་བློས་བཏང་མང་བོ་ཅན་སྒེར་གྱི་སྣང་བཅས་ནི་ཞབས་ཕྱི་ཞུ་བདེ་གི་ཡོད་པ་ལ་ང་ཚོས་རྗེས་སུ་ཡི་རང་ཞུ་གི་ཡོད། དེ་ནང་བཞིན་གྱི་ལས་དང་བསོད་ནམས་སྨོན་ལམ་གྱི་ཐོག་ནས་ཀྱང་རིན་པོ་ཆེ་གི་ཉེ་འགྲམ་ལ་ཞབས་ཕྱི་ཞུ་ངེས་ཀྱི་ད་ལྟ་ད་ངས་ཚིག་འདི་འདྲའི་ཞེ་ས་གི་ཡག་པོ་ཅིག་ཏག་ཏག་གླེང་ཐུབ་མིན་ལ་མ་ལྟོས་པའི་གང་ཅི་ད། ད་སྐུ་ཞོགས་ཨིན་དྲའི་རྩ་ནས་ཞབས་ཕྱི་ཞུ་མཁན་དེ་ཚོ་ཧ་ལས་ཡ་ང་ཚོའི་ཐག་ཉེ་བོ་བཅད་ནས་བརྗེད་ཡོང་དག་ལ་ཉིན་མ་གཅིག་ནང་བཞིན་བྱས་ནས་དེ་བ་ཐོ་ནས་ད་ཡིན་ད་ཡིན་ད་ཅིག་འགན་ཁུར་བྱེད་སྟངས་དེ་ཚོ་འཐུས་ཤོར་མེད་པ་ཐོག་ནས་ཨ་ནི་གནང་བསྡད་ཀྱི་འདུག་བསམ་བསམ་འདྲ་བོ་ཅིག་བརྒྱ་ཆ་བརྒྱ་མཐོང་བསྡད་ཀྱི་ཡོད། དེ་ཡིན་ཙང་གལ་ཏེ་མེད་པ་ཡིན་ན་ཞུ་བས་ཞུ་ས་རེད། ཡིན་ནས་དེ་འདྲས་ཅིག་ད་ལྟ་ཡོད་པ་དེ་ལ་ང་ཚོ་ཚང་མ་རྗེས་སུ་ཡི་རང་གནང་དགོས་ཡ་གཅིག་དང། དེ་ནང་བཞིན་གྱི་རྒྱ་མིའི་གི་ཐོག་ནས་ད་མ་འོངས་པ་ལ་ང་འདས་ཕོ་བྲང་གི། ཐེབས་རྩ། རོ་ཡི་སྤྱི་རྒྱལ་རྩ་འདི་གལ་ཆེན་པོ་ཞུ་ཆགས་ཀྱི་ཡོད་རེད་བསམ་ནས་ཤེས་ཀྱི་ཡོད་ཙང་ད་ལྟ་ནས་དེའི་ནང་ལ་ཡོད་ངེས་དོན་ཚོགས་ལ་འཆར་གཞི་བསྒྲིགས་ནས་སྤྱི་ཚོགས་ནང་ལ་ཡིད་ཆེས་མེད་པ་བཟོ་ཡ་རེད་བ། དེ་ཚོ་འཆར་གཞི་བསྒྲིགས་བྱས་ནས་བྱེད་ཀྱི་འདུག་བྱས་ནས་དེ་ང་ཚོ་ཚང་མས་ཀྱིས་མཁྱེན་དགོས་ཡ་གཅིག། དེ་ཚོ་ལ་དོགས་གླེང་བྱེད་ཕྱོགས་གི་ཐོག་ནས་ད་དེ་ཞིབ་ཚགས་པོ་བྱས་ནས་འདས་མང་བོ་ཅིག་ཞུ་དགོས་ཡ་མི་འདུག་དེ་དོ་སྣང་བྱས་ནས་དཔེ་ན་ཆ་བཞག་ན། Facebook ཁོ་རང་ནང་ལ་འཛུལ་ནས་རྫུན་མ་བཟོས་བྱས་ནས་ཨ་ནི་ཅིག་གིས་ཤེས་ཀྱི་ཡོད་དོ་འདུག་བཟོ་བ། དེ་ཚོ་མང་ཆེ་དེ་ད་གི་གོང་དེར་ཞུ་བ་ཡིན་ཨ་ནི་ཞིབ་ཚགས་པོ་བྱས་ནས་ཕར་བལྟ་ནའང་ལ་རྒྱལ་ཁབ་གཞན་གཅིག་རྩ་ལ་སླེབས་འགྲོ་གི་འདུག་རྒྱལ་ཁབ་དེའི་གི་རྒྱབ་ལོག་ལ་རྒྱ་ནག་བརྒྱ་ཆ་བརྒྱ་ཡོད་ཀྱི་རེད་བསམ་པ་ཞིག་གི་ངོ་ཚོས་མཐོང་བསྡད་ཀྱི་ཡོད་དེ་ཡིན་ཙང་དེ་ཚོའི་ཐོག་ལ་ནི་ཚང་མས་གི་ཐུགས་སྣང་གནང་རྗེས་ནི་དེ་བདེན་པ་ཨ་ཡིན་ན་བསམ་ཡ་དེ་འདྲ་ཡོད་ན་བཀའ་བསྩལ་གནང་ཡ་ཛམ་ཙམ་ལ་མཐོང་མེད་སྐྱོ་དེ་འདྲས་ཀྱང་གཟིགས་པ་དེ་འདྲས་བྱུང་གི་ཡོད་ནས་མཐུན་འགྱུར་དང། མཉམ་རུབ་ཀྱི་ནུས་པ་གཅིག་འདི་ག་ལ་བརྟེན་དགོས་ཡ། ཨེ་འདི་ཚོའི་ཐོག་ལ་དེ་རིང་དེ་ག་གནང་བ་དེའི་ཚུལ་བཞིན་ང་ཚོས་འདི་ཚོའི་ཐོག་ལ་དོ་སྣང་བྱེད་ཀྱི་ཡོད་ཟེར་ནས་ཞུ་ཡ་ཡིན།